མྱ་ངན་ཚོའི་ནང་དོན་གཞན་དང་མི་འདྲ་བའི་སྙན་ངག་ཆེན་པོ་ཅེས་བྱ་གི་འདུག་ད་ལྟ་དེ་མཐར་སློབ་གསོ་དང་ལེགས་བཤད་བསླབ་བྱ་ག་རེ་ཡིན་ནའི་ལས་བབས་ས་ཆོར་བ་ཨ་ནི་མི་རང་ཉིད་རྒྱུ་འདོད་དང་ཡང་གང་ལ་བབས་ཐུབ་ཡ་དེ་སྙན་ངག་ཅེས་བྱ་གི་འདུག་བ་ལ་འདིའི་ཐོག་ལ་ཅིའི་ཕྱིར་ན་ང་ནག་ཚོས་ད་གཞན་གྱི་སྐྱོན་བརྗོད་ཡ་དང་གཞན།

སྔ་དྲགས་མི་འགྲོ་གསུངས་འདུག་ག་དེའི་འདི་དུས་ཐ་དུས་རང་ཉིད་ལ་བཅོས་དགོས་རེད། འདི་ཡིས་གསུངས་འདུག་དེ་པའི་གནད་འགག་ཆེན་པོ་རེད་ཤག། གཅིག་ནས་ང་ན་ཟོས་ད་ནམ་རྒྱུན་ཆེ་ས་ནས་སོ་སོའི་དམིགས་ཡུལ་ཡོད་རེད་པ་འཛམ་གླིང་ལ་ཅིག་རྒྱུ་འདོགས་སྤྲོད་ཡག་རེད་བ་ཀྱི་དགོས་རེད། སྲོག་ཆགས་ཐུན་མོང་གི་ལས་དབང་ལ་རྒྱུ་འདོགས་སྤྲོད་ཡག་རེད་བ་ཀྱི་དགོས་རེད། ད་ཡིན་ནའི་ལག་པ་ལ་དངོས་གནས་ཡོད་པ་དེ་སོ་སོས་སོ་སོ་རྒྱུ་འདོགས་གཏང་ཡ་དེ་ད་ད། ཁ་ཚ་དགོས་གཏུགས་སྐབས་སུ་ཕབ་པ་དང་སོ་སོས་མ་བྱས་ན་གནད་དོན་ལོགས་ཀ་རེད་མ་གཏོགས་བྱས་པ་ཡིན་ན་ཚང་མ་ཐུབ་ཡ་ཅིག་ཡོང་གི་ཡོད་རེད་པ་ལ་ད་ཡིན་ནའི་འདི་ཐོས་ཞོ་ཟོར་དེ་ཕྱིན་ཆད་ནི་སོ་སོའི་མི་ཚེ་སྟོང་ཟད་དུ་འགྲོ་ཡག་གི་ཉེན་ཁ་འདུག་བ་ལ་བྱས་ཙང་མཐར་ཐུག་རང་ཉིད་ལ་བཅོས་པ་ཨ་ཟི་གལ་ཆེན་པོ་ཡིན་པ་དེ་དངོས་གནས་ད་ག་རེ་བཞག་དེ་ཡིན་དེ་དུས་ད་ངས་ད་དེའི་ལས་སྣ་ག་གསུམ་ཡོད་རེད་ཕུགས་སུ་གལ་ཆེ་སྐབས་བསྟན་པ། འོས་མི་འོས་ཀྱི་འཇུག་ལྡོག་བདེན་འཚོལ་རང་འཁྲིའི་རང་ལ་ཆེད་འཚོལ་བྱས་རྗེས། སྣ་ཁ་གསུམ་ཡོད་པའི་ནང་ནས་ཕུགས་སུ་གས་ག་རེ་ཆད་ཡོད་རེད། འདི་མ་ཞུ་བའི་རེད་དོ། ལར་གསར་སྒྲོག་ཆེ་བས་ཉེ་བའི་ཕྱི་ཐག་རིང་བས་འབྲས་དགའ་བ་ཡིན་གཅིག་བྱས། ངན་པའི་དཔོན་བས་བཟང་པོའི་གཡོག་གི་དགའ་བ་ཡིན་བྱས། ཡོན་ཏན་མེད་པའི་གྲལ་མགོ་བས་བཟང་པོའི་གྲལ་འཇུག་དགའ་བ་ཡིན། ད་བྱུང་ན་ད།

བློ་མཐུན་པོ་འདུག་ཟེར་ཉེན་ང་གཉིས་གཅིག་བྱེད་ཐུབ་ན་ད་ཞི་བོ་གཅིག་ཆགས་ས་རེད་ཟེར་ཉེན་དེ་འདྲའི། ཡང་ངས་རང་ལ་བཏང་བཏང་བྱུག་བྱུག་གི་སྐབས་མང་པོ་བཤད་མཁན་ཨ་གསར་ཆེན་པོ་དེ་འདྲས་ཡོད་རེད་བ་ཧོ་དེ་འདྲས་ལས། ལེགས་བཙས་ངང་རྒྱུད་རིང་བ་དང་རྒྱུ་མདོག་ཞེ་དྲག་མ་འགྲོ་ཉེས་ཀྱི་སྒྲ་དེ་འགག་ཡོད་རེད། རྒྱུ་མཚན་ག་རེད་ལབ་གསུངས་ན་ཨ་ནི། ཨ་གསར་ཆེན་པོ་ཡོད་བས་ཀྱི་མིའི་སྐྱོན་ཆ་དེ་ག་རེ་ཡོད་རེད་ལབ་ཡོང་དུས་དེ་རིང་ད་ཞི་བོ་གཅིག་བྱེད་ཉེན་ཡིན་པའི་བསམ་བློ་དང་བྱ་སྤྱོད་སྤེལ། ཉི་མ་གཅིག་གཉིས་ཕྱིན་སོང་ན་ཡང། སྐད་ཆ་དེ་ཐོས་མ་ཐག་པ་ནས་འགྱུར་ལྡོག་ཤུགས་ཆེན་པོ་ཞི་བོ་ཅིག་ཕྱིན་རྗེས་ཧ་ལམ་ཧ་ལམ། དགྲ་བོའི་སྣང་ཚུལ་འདྲ་པོ་ཅིག་བསྟན་ཡོང་ངེས་དེ་འདྲས་ཀྱི་གཉིད་ལས་སུ་གོ་རེད། དགྲ་ཡིན་ནའི་ལས་དགྲ་ཁོ་རང་རང་ལ་དད་དད་མཁན་གྱི། ད་རྒྱུན་རིང་པོ་འཇོག་རེད་པ་འོ་འདི་འགའ་ཡོད་རེད་ཁོས་སོ་སོ་ལ་སློབ་སྦྱོང་མང་པོ་སྤྲད་ཐུབ་གོ་རེད་པ་ཕྱི་དང་རིང་བའི་འདྲ། ད་འདི་གཉིས་འདི་གསུངས་གོ་རེད་ད། རྡོག་སྡེ་གི་རིན་ཐང་ཆེ་ཆུང་དེ་གཏན་གྱི་ཡོ་ར་ཚོ་ཨ་གསར་ཆེ་བའི་ག་ཉི་སྤོན་གཅིག་ལས། རྒྱུ་མདོ་ཞེ་དྲག་འགྲོ་ཡ་མེད་མགྱོགས་ཀྱི་ཕྱི་ཐག་རིང་བའི་དགྲ་དེ་ག་ཡོ་རེད། འོ་དུ་སི་རེད་ད་དེའི་སྐབས་ནས་གཙོ་བོ་ང་ནག་ཚོས་ད་ད་ལྟའི་དེའི་ནང་ལོ་ལ་མི་གཞན་སོ་སོ་ལ་དྲུག་འདྲི་བྱེད་དུས་ཀྱི་སྐབས་རེད་འདུག་བ་ཡིན་པ་ཡིན་ན་སོ་སོའི་ངོས་ནས་མི་གཞན་ལ་གྲོགས་པོ་བྱེད་ཉེན་ཡིན་ན་ཨ་གསར་ཆེ་བའི་གྲོགས་པོ་དེ་བྱེད་ཉེན་གྱི་མ་རེད། ཕྱི་ཐག་རིང་པོ་བྱེད་དགོས་ཀྱི་རེད། ངང་རྒྱུད་རིང་པོར་བར་གྱུར་ཆོག་ཆོག་མིན་པ། ཁོ་མིའི་སྤྱི་ཚོགས་ནང་ལ་བསྡད་ཀྱི་ཡོད་དུས་གནས་ཚུལ་ལེགས་ཚེ་ལེགས་ཚེ་ལྷག་སྲིད་ཀྱི་རེད། སྐད་ཆ་ཡང་ལེགས་ཚེ་ལེགས་ཚེ་གོ་སྲིད་ཀྱི་རེད། ཡིན་པ་ཡིན་ནའི་ལེར་བ། ཏིང་ཏིང་འདས་མི་དེ་ཡང་ཉིན་ག་འདྲ་ཞིག་འདོག་དེའི་ལྟས་བྱས་ཨ་ང་ཚོས་སོ་སོའི་རྒྱུན་ཐོ་ཞེ་དྲག་མེད་པར་ཨམ་ཅོག་འདྲ་བོ་ཞེ་དྲག་བྱེད་མི་རུང་བ་དེ་འདྲས་བཟུང་དགོས་པ་རེད་མ་གཏོགས་ཤེས་ང་ནག་ཚོ་ལ་རག་མར་བ་ད་མི་དེ་འདྲས་བྱེད་གང་ཡིན་ལབ་སོང་ན་འཛམ་གླིང་ག་ལ་ད་ལྟ་བར་དུ་སྐྱོན་བརྗོད་མ་མྱངས་ཉན་གི་མི་ཅི་ཕལ་ཆེར་ང་རེད་ལྟ་ཚུལ་བྱས་ན་ཡོང་མེད་པའི་སོར་ཞིག་འདུག་ག་ལ་འོ་དེ་སོང་འདུག་ད་དེ་ནས་འོ་དེ་ལ་ངན་པའི་དཔོན་བས་བཟང་པོའི་གཡོག་གི་ཀ་བ་ཡིན། ད་གོ་གནས་ཡོད་བྱས་རོགས་པ། ངན་གཡོ་དང། ཁུག་རྩུད་ཀྱི་ཁང་དེ་འགྱོ་དེ་འདྲས་ལས། ང་བཟང་པོའི་གཡོག་པོ་ཅིག་ག་ཡོག་རེད། དེ་སོང་ཡོང་འདུག་ཨ། རྒྱུ་མཚན་ག་རེ་ལབ་འདུག་གཅིག་དེ། བཟང་པོ་དེ་རྨང་གཞི་ཆགས་དེ་གོ་རེད། དང་པོ་དེ། བཟང་པོ་དེ་ད་དུང་འགྱུར་རྒྱུ་རེད། རྨང་གཞི་དེ་གར་ཆོ་ག་རེ་ལབ་འདུག་ངན་པ་དེ་གས་ཆགས་དེ་གོ་རེད་བ། ད་ཁོ་གཉིས་གཉིས་དངོས་གནས་བྱས་ན་དེད་དཔོན་ག་རེད་བ་སྟོབས་ཤུགས་བྱས་ཡོག་རེད་བཅོན་སྟངས་བྱས་ཡོག་རེད། ཡིན་པ་ཡིན་ནས། ད་འདི་ངན་པ་ཡིན་ཙང་ཨ་ནི། དང་བོར་བསྡུས་ན་གནོད་པ་བརྒྱད་རེ་གཟིགས་པ་བར་ང་ན་ཟོས། དུག་ཤིང་ལ་ལག་པ་འཆང་བ་ནང་བཞིན་བྱེད་ཅིང། ཤི་ཡ་དང་ཐག་ཉེ་རུ་ཉེ་རུ་ཉེར་དྲུག་རེ་གཟིགས་པས་མི་འགྲོ་ཕལ་ཆེན་འོ་དེ་འདྲས་སོར་ཅིག། གསུང་གི་དུག་ངན་པའི་དཔོན་ལས་བཟང་པོའི་གཡོག་དགེ་ག་རེ་ཡིན། ཡོན་ཏན་མེད་པའི་གྲལ་མགོ་ལས་བཟང་པོའི་གྲལ་མཇུག་ག་བ་ཡིན། ད་ཡོན་ཏན་མེད་པའི་གྲལ་མགོ་ལས་བཟང་པོའི་གྲལ་མཇུག་ག་ཟེར་དེའི་སྐབས་ནས་ང་ན་ཟོས་ལ་སློབ་གསོ་ཨ་སྡིག་ཡང་སྡིག་ལན་ཡང་འདྲ་བ་དེ་གཙོ་བོ་ག་རེ་ལབ་སོང་ན། ང་ཚོས་མི་ཚེའི་བླང་དོར་འཇུག་ལྡོག་གི་སྐབས་སུ། སུས་ཁྱེད་རང་ལ་ད་དོར་བསྡུས་ན་སློབ་གསོ་ཡག་ཤོས་སྐྱོན་རང་རྫོགས་རྫོགས་བྱས་ག་ཤེད་ཀྱི་སྐྱོན་སྟོན་ཡག་དེ་ཞེ་སྡང་ཕྲག་དོག་བྱས་བྱས་སྐྱོན་སྟོན་ན་འདི་མ་རུང་ཁོག་བཅངས་རེད་འདུག་བ་ཡིན་པ་ཡིན་ནའི་ཀུན་སློང་བཟང་པོའི་གི་ཐོག་ནས་སྐྱོན་སྟོན་ཉེན་ཞིག་འདུག་ན་ད་རང་ལ་དངོས་གནས་ཅིག་ཅེས་པ་དེ་འདྲས་བྱེད་ཀྱི་ཡོད་རེད་ད་འཛུམ་ལྡན་རྗེ། ཡང་ཡང་རྨད་དུ་བྱུང་བྱུང། མེད་ནའི་ལས་ཡོད་པར་འགྲོ་བདག་ཉིད་དེ་འདྲས་ཀྱིས། བསྟོད་བསྔགས་བྱས་ནས་ལས་དགོས་པ་ཞིག་ཡོང་མ་རེད་གསུངས་འདུག་བྱས་ཙང་ཡོན་ཏན་མེད་པའི་དྲན་སྒོ་ལས་བཟང་པོའི་དྲན་འཇུག་དེ་བག་གི་གི་རེད། མདོར་བསྡུས་ན་ད་ཁོ་གཉིས་གཉིས

ཐུགས་བརྩེ་ལོ། ནི་སྙིང་ནང་ཞིང་གྲོགས་པོ། ཟོལ་བས་ན་གང་འཚམ་ཟེར་ནས་སྙིང་ནང་ཞིང་གྲོགས་པོ་དེ་གའི་བློ་བབ་ཆགས་འགྲོ་གི་རེད། ག་རེ་ལབ་ཟེར་ན་དགྲ་ལ་རྒྱུ་འདོགས་འགྲོ་གི་རེད་ཟེར་གོ་རེད། རྒྱུ་མཚན་ག་རེ་ཡིན་ནམ། ཕ་ནང་ལ་འདོད་པ་མི་བསྟུན་པ་ལྟ་ཚུལ་མི་བསྟུན་པ་ཡོད་རེད་ཁྱེད་རང་གི་བཤད་དེ་དཔེ་ལྟ། སེམས་ཀྱི་སྐད་ཆ་རྐྱང་རྐྱང་བཤད་ཡོང་དུས་ཁོ་རང་གཉིས་གྲོགས་པོ་གཉིས་ཡོད་ནས་གཉིས་དེས་མཐུན་གི་མེད་ན། ད་དགྲ་བོ་ཆགས་ཆགས་པ་རེད་འདུག་དེ་འདྲ་ཡིན་བསྡད་དུས་སྙིང་མ་ན་བློ་བ་འགྲོ་བ་ཡིན་ཟེར་དུ་བོ་འདི་རེད། ཐམས་ཅད་ལ་སྙིང་གཏམ་མ་བཤད་ཟེར་བོ་ད་ག་རུ་བལ། བྱས་ཙང་ང་ནགས་སུ་རྒྱུན་དུ་ནས། ལྷག་པར་དུ་མི་གཞན་དག་ཅིག་གིས་ཁྱེད་རང་ལ། རང་གས་ད་མི་གཞན་དག་ལ་གས་ཤེས་ཀྱི་མ་རེད་བསམ་བྱས་ཡིད་ཆེས་བྱས་རྗེས། གཏམ་གསང་བ་འདི་འདྲ་བཤད་ཡོང་དུས་ཁྱེད་རང་གིས་བཟང་མདོག་བྱས་རྗེས་མི་ལ་ཕར་བཤད་བྱས་འདུག་བཤད་རྗེས་གཏམ་དེ་གར་འགྲོ་གི་ཡོད་རེད་བ། འོ་འདི་འདྲས་བྱེད་ཉན་གི་མ་རེད་གསུངས་འདུག་ཐམས་ཅད་ལ་སྙིང་གཏམ་མ་བཤད་བྱས། ད་འདི་ནས། ཁ་མང་ན་འདྲ་སྡང་བས་སྨྲ་བ་ཀུན། ནོར་ཡོད་ཚེ་འདོད་པ་ཅན་ལ་ཀུན། འོ་འདི་གསུངས་འདུག་ཨ། ཁ་མང་ན་འདྲ་སྡང་བས་སྨྲ་བ་ཀུན། ནོར་ཡོད་ཚེ་འདོད་པ་ཅན་ལ་ཀུན་ལབ་ཡོང་དུས་ད་དེའི་ནང་ལོགས་ནས་གཉིས་ཡོང་གི་ཡོད་རེད། ཀུན་དགོས་ཡ་གཉིས། ནོར་དང། སྐད་ཆ་གཉིས་རེད་པ། ད་ག་རེད། ང་ནག་ཚོའི་རྒྱུན་ལྡན་ནས་ཕར་ཚུར་འཁྲུག་པ་བཟོས་ཡ་དེ་མང་ཆེ་སྐད་ཆས་བཟོ་གི་རེད་མ་གཏོགས་དོན་དངོས་ཀྱི་གྱོང་རག་པ་དང་མགོ་སྐོར་བཏང་པ་དང་གཅིག་སྨྱོ་སྒོ་ཟས་འདི་ཞེ་པོ་རང་ཡོང་གི་ཡོད་མ་རེད་སྐད་ཆ་དེ། བསྐྱེད་བྱ་ཤེས་མ་ཞེན་པ་བྱས་བྱས་གཅིག་དྲུག་དྲུག་འོག་རོ་བ། ཆེན་སྔགས་ཀུན་རྫོབ་བྱས་བྱས་མེད་པ་ཡེ་ནས་འདུག་གཅིག་དྲུག་དྲུག་འོག་རེ། ཡང་གོ་བ་ལེན་དང་ནོར་བྱས་གཅིག་དྲུག་དྲུག་འདུག་བྱས་ཚང་བསྐྱེད་བྱ་ཟད་དེ་ཉེན་ཁ་ཆེན་པོ་རེ་བཞག། སོ་སོའི་སེམས་ནས། ཤེས་མེད་ལམ་ནས་སྐབས་འགར་སོ་སོ་ཆོས་ཡག་འདུག་བྱས་ཚང། གང་ལྟར་ཀྱང་ཁ་ཉུང་ན། དྲ་ཉུང་ང་ཡོག་རེད་སྨྲ་བ་ཀུང་སིག་དུ་བལ་ཐག་རང་རེད་འདི་དངོས་གནས་ཅིག་ད་དུང་མི་ལ་ཚད་རྒྱ་སྐད་ཆ་འཇོར་བ་འདི་གཅིག་གཅིག་གཅིག་རེད་གཉིས་གཉིས་རེད་ཟེར་སྐད་ཆ་དེ་འཕྲད་ག་ལ་ང་ནག་ཚོས་དངོས་གནས་ཅིག་ཚད་ཡོད་པ་མ་བཟོས་ན་ད་འདི་ཉིན་ག་ཇི་བོ་རེད་རེད་བ། ལར་ནས་ད་ལྟ་འདི་གསུང་གི་ཡོག་རེད། ང་ཚོའི་མིའི་སེམས་ཟེར་ཡ་དེ་བདག་པོ་ཕྱི་ལོག་ལ་མ་དོན་ཡོང་བྱེད། བཏུལ་བཏུམ་ཁུ་བཏུང་ནང་བཞིན་ཡིན་པ་ཡིན་ན་ད་ད་ཚད་རྒྱབ་ཆོག་འདུག་ཨ། རེ་མོ་འདི་རེ་བྱ་ཨ་ནི་ནག་ཚུལ་བཞིན་འདི་རེ་བྱ། ཡིན་ནའི་སེམས་ཐུང་གུ་མ་རེད་ཕ་སྣང་སེམས་ལ་དོན་དངོས་ག་རེ་བསམ་ཡོད་མེད་དེ་ང་ཚོས་ཧ་གོ་གི་མེད་དུས་ད་མིའི་རྗེས་སུ་གཡམ་རྒྱུག་བྱས་བྱས། སོ་སོ། འགྲོགས་པ་བྱས་པ་ཡིན་ན། དེ་ངས་བལྟས་པ་ཡིན་ན།

ནོར་ཡོད་ཚེ་འདོད་པ་ཅན་ལ་ཀུན་བདེ་རེ་བཞག། ཁས་ལེན་མང་ན་མི་ངན་དུ་འགྲོ་བ་ཡིན་པས་ཁས་ལེན་མ་མང། འདི་ང་རང་ལ་སྐྱོན་འདི་མཆོག་ཏུ་ཡོང་གི་ཡོད་ད་ཅིག། དང་པོ་སོ་སོའི་ཀུན་སློང་ར་བ་བྱས་ན་ད་བཟང་པོར་བ་ཨ་ནི་ཕ་མི་གཅིག་ལ་རོགས་པ་འདྲ་པོ་ཐུབ་ན་བསམ་ཁས་ལེན་ཨ་ནི། ཁས་ལེན་ཉན་དེ་མི་གཅིག་ཆགས་དགོས་བ་རེད་བསྔགས་བརྗོད་བྱེད་ཉན་དེ་མིག་སྣ་ཁ་མ་འདྲ་མང་པོ་ཆགས་ཡོང་དུས་བབས་ས་མི་གཅིག་གང་ལ་བབས་དུས་དྲང་པོ་ཞུ་ན་ཨབ་སུ་དུས་གོ་མི་འདུག་ཨ་ནི། ཞོ་གཅིག་འཐེན་དུས་ནི། ནི། མ་བཟོད་པའི་ཟོར་གཅིག། ཁས་མ་བླངས་རང་བླངས་ཟོ་ཉན་དེ་འདྲ་བྱས། ཨ་སོ་སོས་སྒྲུབ་མ་ཐུབ་བྱས་ཨ་མི་ངན་དངོས་གནས་བྱས་གི་འདུག་དེ་ཡང་ཁས་ལེན་མང་ན་མི་ངན་དུ་འགྲོ་ཡམ་ཁས་ལེན་མང་མ་ཟེར་དེ་དང་པོ་ནས་འབྱུང་གི་མེད་ན་ཁབ་ཐུག་གླེགས་ཚ་འཁྲོལ་བ་ཡིན་ནས་ལས་ཕལ་ཆེའི་ལབ་བྱས་ན་ཡག་གི་ཡོད་ས་རེད་གསུངས་གི་འདུག་ང་ང་རང་རྒྱུན་ཆེ་ཤོས་དེ་དེ་འདྲས་ལབ་ནུས་གི་མེད་མི་གཅིག་གཅིག་བསྔགས་བརྗོད་བྱས་ཡོང་དུས་མིན་ཟེར་ཡ་དེ་དཔེ་ཁག་པོ་འདུག་བ་ཁ་ནས་མ་ཐོན་ཁག་པོ་བྱས་བྱས་གཅིག་བྱས་ན་དེ་རྒྱབ་ཆུང་ང་དང་ཀླད་པ་མེད་མགྱོགས་གི་བྱེད་སྟངས་གཅིག་ཡིན་ས་རེད་གསུངས་གི་འདུག་བྱས་ཙང་ང་ནགས་ཚོ་རྒྱུན་དུ་ནས་འཚོ་བ་བསྐྱལ་ཡོང་དུས་སྒྲུབ་ཐུབ་ན་ནི་ད་དངོས་གནས་རེད་ཁྱེད་རང་ནུས་པ་དེ་ཡོད་རེད་ཨ་ནི་ནུས་པ་དེ་ཡོད་ཙང་རོགས་པ་བྱས་ན་ཡག་པོ་ཡོད་རེད་བ་ད་ཕ་ནང་འུ་ཐུག་རྗེས་སོ་སོ་ལ་རེ་བྱ་གི་ཡོད་རེད་བ་ད་ག་རེ་ཡིན་ནའི་རེད། ད་ཅིག་སོ་སོའི་ལྗོན་བཞིན་དཔག་ཚོལ་བ། ཅི་གཅིག་གི་ཐད་ལ་ནི་ཆེད་ལས་ཀྱི་གྲོས་ཐོ་འདྲ་བ་ཡོད་ན་ནི་ད་ཤིང་གི་ཡོག་རེད་སྐྱོན་ཡོག་མར་བར་འོ་བྱས་ཙང་ཁས་ལེན་མང་ན་མི་ངན་དུ་འགྲོ་བ་ཡིན་ཟེར་ཏེ་དངོས་གནས་དོན་དངོས་རེད་ཤར་བར་འོ་དེ་འདྲས་བྱས་མ་བཤད་ན་ཕས་ཀྱང་མི་གོ་བས་ལྷུག་པར་ཤོད། མ་བསྐུལ་ན་བུས་ཀྱང་མི་ནན་པས་བསྐུལ་མ་ལབ་ན་སུས་ཀྱང་མི་ཤེས་པའི་ཁྱད་པར་ལོབས། དཔེ་ཡག་པོ་འདུག་དེ་གས། སྤྱིར་གནས་ལྔ་ནག་ཚོས་ཁྱིམ་ཚང་གཅིག་གི་ནང་ལ་མཚོན་པ་ཡིན་ནས་མ་ཤེས་པར་སེམས་ལ་བསམ་བྱས་བལྟས་ན་སོ་སོའི་ཕ་མ་ཕ་ལས་ཨ་ཕས་ལས་གོ་ལེན་ཐུག་མ་རེད་བྱས་ཙང་ལྷུག་པར་ཤོད་སྲིད་དངོས་གནས་རེད་དོ་ཁ་གསང་ན་གོ་དེ་ནམ་ལངས་ན་འགྲོ་དེ་ཟེར་དེ་དངོས་གནས་རེད་ཤག་ཨ་འདི་མ་ཤེས་པ་བྱས་སོ་སོའི་སྐུམ་བལྟས་བྱས་གང་འཚམས་ཟིན་ན་སེམས་ལ་ཕོག་ཐུག་བྱུང་ཡག་གི་གནས་ཚུལ་དེ་འདྲའི་ངོ་བོ་འགྱུར་ན་དཔེ་ཉེན་ཁ་ཅི་བར་བྱ་སྟེ

མ་བསྐུལ་བ་ཡིན་ན་སོ་སོའི་བུས་ཀྱང་ཉན་གི་མ་རེད་བྱས་ཙང་བསྐུལ་དགོས་རེད། དོ་སོ་གལ་ཆེན་པོ་རེད་པ་ང་ན་ཚོས། དེ་བས་ཀྱང་མི་ཆོས་ལས་འདས་པའི་ལས་ཀ་ད་འདུག་པ་འདྲ་མ་འདྲ་བྱས་ཡོང་གི་འདུག་ན་ངེས་པར་དུ་བསྐུལ་དགོས་དགོས་བ་རེད། དེ་འདྲས་དེ་འདྲས་བྱས་ན་ཡོང་གི་མ་རེད་འདུག་འདུག་བྱེད་བོ་རེད་བསྐུལ་མ་བཏང་ཟེར་བ། འོ་འདུག་ཟེར་བཞིན་མ་ལབ་ན་སུས་ཀྱང་མི་ཤེས་པའི་མཁས་པ་ལོབས། དག་རེད། ཅིའི་ཕྱིར་ན་ང་ན་ཟུག་དེའི་སྐབས་སུ། ཐུགས་བསམ་བཞེས་དགོས་ཡ་དེ་མཁས་པ་ཚང་མ་ལ་བསླབ་བྱས་ཡོང་རྒྱུ་རེད། ཆོས་ཉིད་འདི་ང་ན་ཟུག་ཤེས་དགོས་ཡ་གལ་ཆེན་པོ་རེད་ཤག་མ་བསླབ་ན་སུས་ཀྱང་ཤེས་གི་མ་རེད། འདི་ཡིན་ཙང་ད་བསླབ་ན་ཤེས་གི་ཡོད་ན། མ་ཤེས་ངས་དེ་ག་ལ་རེ་བ་སྤྲད་ཚར་བར་བ་འོ་རང་གས་སྦྱངས་དང་ཤེས་གི་འདུག་ཟེར་ཡ་ཅེར་བ། བྱས་ཙང་ང་ཚོས་སྐབས་འགར། ཡོད་པ་དེ་ག་ལ་ཧང་ཞི་བོ་ཅིག་བསམ་སོ་སོ་ལ། མེད་པ་ཡིན་ནའི་ལས་ཡོད་པ་བཟོ་ཐུབ་ཡ་གི་ཐབས་ཤེས་ཡོད་མ་རེད་བསམ་བྱས་མེ་ཚེ་ཁོ་རང་ལ་ཡིད་ཐང་ཆད་ཆད་དེ་སྙན་དེ་འདྲས་ཡོང་གི་ཡོད་རེད་བ། ད་དེ་ག་རེ་ཡིན་ནེར་ད་ལ་མཚན་སྙན་འདྲ། ཤེས་བྱ་ཡོན་ཏན། གཤིས་ཀ་བཟང་པོ་ཚང་མ་གོམས་གཤིས་ཀྱི་དྲན་རྒྱུ་རེད་བ། ཁྱེད་ཚ་ལབ་དགོས་ཀྱི་རེད། མ་བྱིན་ན་བུ་ཡང་འཁོར་དུ་མི་འདོད་བས་བག་ཙམ་རེ་བྱིན། ད་ཅིག་ལེགས་ཙེ་ལེགས་ཙེ་མ་སྟེར་བ་ཡིན་ན་བུ་ཡའི་འཁོར་དུ་སྡོད་ཀྱི་མ་རེད་སོ་སོ་ཨང་ག་འཚམ་ས་ནས་རྒྱང་རིང་རུ་འགྲོ་སྐོར་བྱས་ཙང་བག་ཙམ་རེ་ཅུང་ཟད་ཅུང་ཟད་རེ་བྱིན་དགོས་ཡ་དེ་གལ་ཆེན་པོ་རེད།

ལྟ་ཅི། འདིའི་སྐབས་སུ་མི་གསལ་ཏེ་ཁོ་སོ་སོ་ལ་ཁེ་ཉེན་དེ་དབང་ཡོད་ཤས་ཤག་ཤག་སོར་ཆད་དེ་ཡང་མི་ཞིག་གི་ཆ་གི་འདུག་བ་ཁོ་བསམ་བློ་ཆེས་ཁུག་མི་འདུག་བ། གང་བསམ་ཟེར་ན་མི་དེ་རྒྱུན་དུ་སོ་སོ་དང་ཁ་བྲལ་དུས་ཨ་ཙི་ཕ་ང་ལ་བསམ་བྱེད། ཨ་མི་དེ་སྐད་འཕྲིན་གཞི་ནས་དྲན་ཡོད་འདྲ་བྱ་བོ་དེ་འདྲས་ཡོང་གི་འདུག་བ། བྱས་ཙང་དེ་ནང་བཞིན་སྟེར་བའི་སར་གཏན་དུ་མ་འགྲོ་སྲིད་དེ་གི་འདུག་བསམ་བྱེད། ཨང་ཁོ་རང་ཡིན་ནའི་ལས་ཅིག་ཡང། མིའི་འཚོ་བ་ནང་ལ་འཚོ་བ་སྐྱེལ་གྱི་ཡོད་དུས། ཅུང་ཟད་ཅུང་ཟད་ཀྱི་དཀའ་ངལ་ཡོད་པ་དེ་ཧ་གོ་བར་བྱེད་སྲིད། ལྷག་པར་དུ། འདི་བལྟས་ཀྱི་འདུག་བསམ་གྱི་རྟག་པར་ཕྱིན་ན་ནི། སོ་སོའི་གི་ངོས་ནས་མི་རབས་ཆགས་འགྲོ་གི་རེད་ཟེར་བ། བྱམས་པའི་མི་སུན་དུ་མ་འཇུག་སྲིད་ད་སོ་སོ་ལ་བྱམས་པོ་བྱེད་མཁན་གྱི་མི་དེ་སུན་པོ་མ་སུ་སོང་གི་རེད་རྟག་པར་རེད་ཟེར་བ། འདི་ང་ན་ཚོའི་གནད་འགག་ཆེན་པོ་ལྟ་སྟེ་གཙོ་བོ་བུ་ཕྲུག་ཡིན་ན་ཕ་མ་དེ་དེ་འདྲའི་ར་ཅར་བ། ག་དུས་ནས་གྲལ་བསྡད་གོ་ར་ག་དུས་ནས་བྱམས་པོ་བྱེད་གོ་ར་དེ་གཉིས་གཉིས་ལ་ང་ཚོས་དབང་ཡོད་ཆེ་ཤོས་དེ་སོ་སོའི། ཕ་མ་ལ་བཤད་བ་བྱེད་ཀྱི་རུ་བ། གང་ཡིན་ལབ་སོ་ནང་ཁོ་ན་གཉིས་ཀྱི་ཚུ་འཁོན་ལན་ཞིག་ར་ལོ་མར་པ། ད་རེ་དོ་ཨང་ན་ཚུ། ཚུ་སེམས་ཁྲལ་བྱེད་བྱེད་སྐད་ཆ་རེ་བཤད་ནས་ལས་ཧ་ལམ་ཧ་ལམ། ཕ་མའི་གཅིག་ཡིན་པ་རེད་བསམ་བྱས་ཨེ་ང་ཚོས་ཕ་མ་ལ། སྡུག་ཡུས་བཤག་བཤག་བྱས་བྱས་བྱེད་བ་བྱས་དེ་འདྲས་ཡོང་གི་འདུག་བ། འོ་དེ་འདྲས་ཡིན་དེ་དུས་གང་ལྟར་ཀྱང། སོ་སོ་ལ། རྒྱུན་དུ་སྟེར་མཁན་རྒྱུན་དུ་བྱམས་ཀྱི་དུ་ཚོད་ལ་གཅེས་སྐྱོང་བྱེད་གསུང་གི་ཡོད་རེད། འབྲེལ་ཆད་པ་ཡིན། འོ་འདི་བྱས་ན་འབྲེལ་བ་དེ་ཆད་འགྲོ་གི་རེད། སྡང་བའི་དགྲ་ཉེ་སར་མ་བཞག་རང་གི་གོང་དུ་ཤོར་བ་ཡིན། ད་ག་རེད། ད་སོ་སོ་ལ་སྡང་སྡང་བྱས་བྱས་ཁྱོ་ནས་མིག་ནང་མ་ཤེས་པ་བྱས་བྱས་ག་ཚད་གསལ་བཤད་བརྒྱབ་ནས་ཉན་མན་རྒྱོ་དེ་འདྲས་ཡིན་གི་འདུག་ན་ཨ་ནེ་སོ་སོའི་ཉེ་ས་ཁོ་རང་ལ་བྱ་རྒྱུ་ཡོག་མ་ཡ་མིན་ན་སོ་སོ་འདི་དང་རྒྱང་རིང་ཙི་བྱེད་གོ་རེད། རྒྱུ་མཚན་ག་ར་ཡ་ལབ་སུ་ན་ཨ་ནེ་འདིས་རྦད་དེ་ད་སོ་སོ་ལ་ནམ་ཡང་ལས་ཀ་གཅིག་རང་བྱས་ཡོད་པ་དེ་ཁ་བརྡས་ཀྱང་ཀྱང་འབྱར་འབྱར་བྱེད་ཀྱི་ཡོད་དུས་ཨ་ཉེ་འགའ་ཆེན་པོ་རེ་རང་གི་གོང་དུ་ཤོར་འགྲོ་གི་རེད། འོ་དེ་འདྲས་བཟུང་ཡོང་འདུག་ཨ། མི་གང་ལ་ཡང་ངན་བྱས་མ་བྱས་ཕན་སུས་ཐོག་མི་ཤེས། བཅོལ་བའི་ལས་སྒོ་ཆོས་པར་གྱིས་རང་མགོ་ཐོན་འོང་བ་ཡིན། ད་རེད། ད་མི་གང་ལ་ཡིན་ནའི་ལས་ངན་བྱས་ཟེར་ལབ་ཡོང་དུས།

འདི་གསུངས་ཡོང་འདུག་འདི་དངོས་གནས་གལ་ཆེ་པོ་རེད་ལྷག་པར་དུ་ང་ནག་ཚོ་ཁྱིམ་ཚང་སློབ་གསོའི་ནང་ལོགས་ལ་མཚོན་པ་ཡིན་ན་བུ་ཕྲུག་ལ་ཆུང་ཆུང་གི་དུས་ནས་བཟའ་སྟངས་ཀྱི་རང་མགོ་ཐོན་པ་བྱེད་དགོས་ཡ་སྡོད་སྟངས་ཀྱི་རང་མགོ་ཐོན་པ་བྱེད་དགོས་ཡ་འགྲོ་སྟངས་ཀྱི་རང་མགོ་ཐོན་པ་བྱེད་དགོས་ཡ་སྐད་ཆ་བཤད་ཡ་གི་རང་མགོ་ཐོན་པ་བྱེད་དགོས་ཡ་དེ་འདྲའི་གི་རྨང་གཞི་འདིང་ཡ་འབྱོར་བ་རྡོ་བཙུགས་ཧོབ་ད་བྱེད་ཡ་ལས་ཀ་ཅིག་མ་རེད་ཤག་ག་ལི་ག་ལི་ག་ལི་ལ་ཤོག་རྐྱེན་ཐེབས་ཀྱི་ཐེབས་ཀྱི་ཐེབས་ཀྱི་བྱས་བྱས་ཨ་ནི་རྒྱུན་ཏུ་རིམ་བཞིན་རིམ་བཞིན་འགྲོ་ཡ་གི་ལས་ཀ་ཅིག་རེད་རྡོ་བ་ལ་བྱས་ཙང་རྡོ་བཙུགས་ང་ཚོས། སྣང་ཆུང་བཟང་བ་ཉིད་ནས་མ་བྱས་སྲིད་གོ། ཨ་ནི། ཧོབ་ད་ང་ཚོའི་སྤྱི་ཚོགས་ལ་དངོས་སུ་ཐོན་མི་ད་ག་ག་འགའ་སྦྱང་གི་ཡོད་ལབ་ན་ཤིང་མར་ཁོ་གཉིས་མ་ནས་གྲ་སྒྲིག་དེ་བྱུང་བསྡད་ཡོག་མ་ར། དེ་ཡིན་དེ་དུས་ཁྱིམ་ཚང་སློབ་གསོའི་ནོར་ལོག་མཚོན་པ་ཡིན་ན་སྦུག་ཏོ་ཛུ་ལ་དཀའ་སྡུག་གི་སློབ་གསོ་ཅུང་ཟད་སྤྲད་ར། འཚོ་བ་སྐྱེལ་སྟངས་ཀྱི་སློབ་གསོ་ཏོ་ཛུ་ཅུང་ཟད་སྤྲད། མི་ལ་སྐད་ཆ་བཤད་སྟངས་ཀྱི་སློབ་གསོ་ཏོ་ཛུ་ཅུང་ཟད་སྤྲད། མི་ལ་བསམ་ཤེས་བྱེད་ཡག་དང། ཕར་ཚུར་སྤྱི་ཚོགས་ཀྱི་འབྲེལ་བ་འཛུགས་ཡག་ཆོག་ར་བ་དེ་ཚོའི་སྐོར་ཅུང་ཟད་ལབ།

བདག་ཉིད་བདག་གི་མགོན་ཡིན་ཟེར་ཏེ་ང་ན་ཚོད་གོ་བ་ལེན་ཆོག་མ་ནོར་བ་ནང་འགོག་འདུག་བདག་ཉིད་བདག་གི་མགོན་ཡིན་ལབ་དུས་ཕ་མ་དང་དགེ་རྒན་སོ་སོ་ལ་བཀའ་དྲིན་ཆེན་པོ་མ་རེད། སོ་སོ་ལ་བཀའ་དྲིན་ཆེ་ཤོས་སོ་སོ་རེད་ཟེར་གི་ཡོད་མ་རེད་བ་བདག་ཉིད་བདག་གི་མགོན་ཡིན་ལབ་དུས། དངོས་གནས་ཁྱེད་རང་རྒྱུན་ལྡོག་འགྲོ་དགོས་ཀྱི་ཡོད་ན་སོ་སོས་རྒྱུན་ལྡོག་མ་བཏང་པ་ཡིན་ན་རྒྱུན་ལྡོག་འགྲོ་གི་མ་རེད་ཟེར་གོ་རེད་སོ་སོས་ལག་པ་མ་འགུལ་བ་བསྡད་ན་མགོ་ནས་མ་ཐུག་པ་ནང་ཞིག་བླུག་ཡ་ཡོང་མ་རེད་བ་ཡོན་ཏན་དང་བཟང་པོའི་སྤྱོད་པ་ཟེར་ཏེ། འོན་ཏེ། གོ་བ་གླེང་སྟངས་མ་ནོར་བ་གནང་དགོས་འདུག་བ་ཡང་བདག་ཉིད་དང་གོ་ཡོན་ལབ་དུས་མི་རྟག་པ་ཀེར་ཀེར་ལམ་སང་ཆགས་ན་ཡོང་གི་ཡོད་མ་རེད། ད་དེའི་ནང་ལོག་དེ་འདྲ་ཡོང་གི་འདུག་རྫུན་དང་གཡོ་སྒྱུ་སྤོང་དང་ག་ར་ཡ་འགྲིམ་པ་ཡིན་དེ་དངོས་གནས་ད་བདག་ཉིད་དང་གོ་ཡོན་གཅིག་ད་ག་རང་རེད། རྫུན་དང་གཡོ་སྒྱུ་སེ་ལབ་ཡོང་དུས་མི་རབས་ཀྱི་སྤྱོད་པ་དེ་ག་རེད་བ། དེའི་ནང་ནས་རྫུན་བཤད་ཡས་དང་མི་ལ་གཡོ་སྒྱུ་འཁྲབ་ཡས་དེ་སྤང་དང། ག་པང་ཡིན་ནའི་ལས་རང་བྲིན་པོ་བྱས་གི་རེད། བཅའ་ལག་སྤུས་དག་པོ་ཡིན་ན་བྲིན་པོ་བྱ་གི་འདུག་ག་རྫུན་མ་ཡིན་ན་རྫུན་རྐུབ་སྡོད་པ་ནས་བཟུང་བྱས་ཨ་ནི་མི་གས་ཉོ་ཡས་རེ་བ་རྒྱག་ཡས་མི་འདུག་ག་དེ་ནང་བཞིན་མི་ཡི་ད་ག་རེད་ད། ཨ་ནི་དགོ་དགོ་བཏང་ཐུབ་ས་དེ་ད་དགོ་དགོ་བཏང་ཐུབ་རེད་དེ་ད་རྫུན་རྐུབ་སྡོད་ན་ད་ཁྱེད་རང་ག་པང་ཡིན་ནའི་ལས་བྲིམ་གི་མ་རེད་སུ་གོ་རེད། བྱས་ཙང་ང་ནག་ཚོ་རྒྱུན་ལྡན་ནས་ཕ་མ་ཅིག་སྤུ་གུ་ཡག་པོ་ཡོང་ན་སྤུ་གུ་ཞུ་གུ་བསྡིག་གི་ཡག་པོ་ཡོང་ན་དགོངས་གི་ཡོད་ན། སྤུ་གུ་ལ་ཡ་རབས་ཀྱི་སྤྱོད་པ་སློབ་དགོས་ཡོད་དེ་གལ་ཆེན་པོ་ཞེ་བོ་རེད་འདུག་ཨ། སོ་སོ་གཅིག་པོ་གིས་བཟོ་ཨ་ཉོ་ལྟོས་ཨ་སུ་གཅིག་ལ་མི་བདེ་ཨ་ཟས་དེ་འདྲ་གི་སྤྱོད་པ་སློབ་ཡོད་དེ་ང་རེའི་ལྟ་ཚུལ་བྱས་ན་ཡག་ཤེས་ཨ་ཡིན་བསམ་གི་འདུག་དེར་བ་སུ་གཅིག་ལ་མ་བདེ་ཨ་སུ་གཅིག་པོ་བཟོ་ཨ་ལབ་ན་ཞིམ་པོ་བརྗེད་ཡོང་དོགས་ཁ་བོ་མ་རེད་བསམ་གི་འདུག་ཕན་པོ་བརྗེད་ཡོང་དོགས་ཁ་བོ་མ་རེད་བསམ་གི་འདུག་གོམས་གཤིས་དེ་འཇགས་པ་ཡིན་ན་ཨ་ཞུ་གུ་མི་སེར་སྣ་ཆེན་པོ་ཞེ་བོ་གཅིག་གང་དགའ་སོ་སོ་ལ་དགོས་ངེས་ཀྱི་བསམ་བློ་ཡང་གསོ་སྐྱོང་བྱས་ཀྱི་མེད་པས་ལོ་བོ་དེ་འདྲས་ཅིག་བྱ་ཡག་གི་ཉེན་ཁ་ཇེ་པོ་འདུག་བསམ་གོ་ཐུག་བྱས་ཙང་ང་རང་གཉིད་མ་ཞུ་གི་ཡོད། གྱི་ལག་ཅིག་གིས་ང་དག་གསོ་མྱོང་ཡོད། དེང་སང་སྤྱི་ཚོགས་ཀྱི་སྒང་ལ་ཨ་ནི་མི། ལྷག་བསམ་ནམ་དང་དྲང་པོ་དྲང་བཞག་དེ་འདྲས་ཅིག་བྱུང་ན། ག་བ་ཡིན་ནི་ལ་མི་དེ་འདྲས་ཅིག་མ་རྙེད་པ་བསྡད་ཡོད་བ་རེད་བྱས་ཙང་དངོས་གནས་ཅིག་སོ་སོ་ལ་གཅིག་རག་གི་མི་འདུག་གཉིས་རག་མི་འདུག་ལབ་དགོས་གི་མ་རེད་གསུང་གི་འདུག་དེ་དངོས་གནས་གལ་ཆེན་པོ་རེད་འདུག་ཁ་ཉུང་ལ་ལག་བརྫང་བར་གྱིས་དང་ཐམས་ཅད་རང་ལ་འཆམ་པ་ཡིན། ཁ་ཉུང་ཉུང་ཆེ་ལག་བརྫང་བ་གྱིས་དང་གང་གས་སོ་སོ་ལ་བྱམས་སྐྱོང་དང་གཅེས་སྐྱོང་བྱེད་ཀྱི་རེད་ད་གར་བ། ཉམ་ཆུང་ཡ་རབས་ལ་ནི་ཀུན་དགའ་གི་རེད་བ། དེ་བས་ཀྱང་ཁ་ཉུང་སའི་འདི་གར་གང་ག་ལ་འཚོ་ན་འཚོ་བ་ཡིན་ན་སོ་སོས་གང་ག་ཤེས་ཀྱི་མེད་པར་བ་ནུས་པ་གང་ག་བཏོན་ཐུག་མེད་བ། བྱས་ཙང་ཁ་ཉུང་ཆེ་ལག་བརྫང་བྱས་བྱས་ཉམ་ཆུང་ཡ་རབས་གྱིས་དང་གང་གས་བྱམས་པ་བྱེད་ཀྱི་རེད་ཟེར་གྱི་འདུག་མི་ཤི་ཡག་ལ་རང་དོན་ཉུང་ངུ་ཁྱི་དང་ཀུན་ད་ཐུན་པར་འོང་ངོ། རྡོག་རྡོག་ཅིག། མི་ཤི་ཡག་པོ། མི་ཤི་ཡག་པོ་ག་རེ་རེད། ཅིག་འཛུམ་མདངས་བསྟན་ཐུབ་པར་བ། སྐད་ཆ་དུ་ཚོད་ཕུགས་རྡུང་མེད་པར་བཤད་ཐུབ་པ། ངང་རྒྱུད་དུ་ཚོད་ཅུང་ཟད་རིང་ཙམ་ཡོད་པ། གཤིས་ཀ་དུ་ཚོད་ཡིན་ནའི་ལས་གཅིག་གྱུར་ཆོས་ཆོས་དེ་འདྲ་མ་ཡིན་པ། ཅུང་ཟད་རང་ཚུགས་ཡོད་པ་ཅིག་བྱེད་པ། ཨ་ནི་ངས་བྱས་པ་དེ་འགྲིག་པ་ཡིན་ཁྱི་རས་བྱས་པ་དེ་ནོར་བར་ཟད་ད་སྐྱོན་གཅིག་གིས་ཀྱིས་ལས་བྱུང་ན་ངས་བྱས་མེད། ང་འདི་ལྟར་འབྲེལ་བ་མེད། སླེགས་ཙི་གོ་བུར་ཙི་ཡག་གྲུབ་འབྲས་ཅུང་ཟད་ཐོན་འདུག་དགའ་ང་ཉེ་ཆེ་བའི་ཟས་སྐྱེལ་བྱེད་ཉེ་དེ་འདྲ་ཞིག་འདུག་བ་དོ་ཚོད་ཡང་བྱེད་རྒྱུ་ཡོད་མ་རེད་རང་འདོད་ཉུང་ངུ་གྱིས་དང་ག་འགའ་དང་མཐུན་པ་ཡོང་གི་རེད་ཀུན་དང་མཐུན་པ་རྩ་བར་བ་དང་འོ་དེ་སོང་ཡོང་དུས་དངོས་གནས་ཅིག་རང་དྲིན་རང་ལ་ཆེ་ཚོའི་ཟས་དེ་དེ་འདྲས་ཅིག་རེད་ཨ་ནི་སྙིང་སྟོབས་ཆེ་རུ་བ་དཀའ་ངལ་ག་རེ་ཡིན་ནི་ལས་བཟོས་ཐུབ་ཡག་ཅིག་ཡིན་ནའི་ཐབས་ཤིག་བཏང་རྗེས་མགྱོགས་པོ་བྲུས་གི་རེད་བསམ་གྱི་རེ་བ་ཁྱེད་ཐུབ་ངེས་ཅིག་འདུག་སྣང་བ་ཡིན་ན།